ཡང་ཟླ་བའི་ཉིང་མོའི་མདོར་ལོ་ཉིས་སྟོང་དག་གནས་རུ་སོང་བ་དང་ད་འདི་དག་ཐམས་ཅད་པོར་དགོངས་བཞེས་བྱས་འདི་ཟིག་གོ། ད་རང་ལུགས་ངོ་མ་བ་དན་འདི་རེད་ཡ་ད་སྙིང་རྗེའི་བ་མ་ཀེར་རོ། ད་སྙིང་རྗེའི་བ་མ་ཀེར་རོ་ཟེར་འདི་བ་འབུབ་ཅོ་ལྔ་དང་ལེའུ་ལེའུ་དྲུག་འདི་བཟོ་ན་སྙིང་རྗེའི་བ་ཀེར་ད་རྒྱ་ཡི་གེ་ར་རྒྱུ་རུ་མི་རུང་འདི་སྙིང་རྗེའི་བ་མ་ཀེར་རོའི་མདོ་འདི། དེ་བན་ཏྲི་དང་འཛི་ན་མི་ཏྲ་ར་ལོ་ཙཱ་བ་ཡེ་ཤེས་འདི་ཟེར་གོ་ནོ་དེ་སོང་གི་བོད་སྐད་ད་རྒྱུར་ནི་ཟེར། ལོ་ཉིས་སྟོང་ལྔ་བརྒྱ་གནས་རུ་སོང་བ་སོགས་ཡོད་ཅིང།

ལྔ་བརྒྱ་ཕྲག་དང་བོ་དང་གཉིས་པ་སུམ་པ་རྣམས་ལ་རིམ་པ་བཞིན་དུ་དགྲ་བཅོམ་པའི་ལེའུ་ཕྱིར་འོང་གི་ལེའུ་རྒྱུན་བཞུགས་ཀྱི་ལེའུ་དུ་ཟིན། དགྲ་བཅོམ་པ་དང་ཕྱིར་ཕྱིར་མི་འོང་བ་དང་རྒྱུན་བཞུགས་ཅི་འདྲའི་ཐུམ་གུ་སྣང་བས་དེ་དང་དེའི་ལེའུ་བཞི་བྱ་སྟེ་འདི་ཅོག་སྤྱི་མངའ་འདི་མྱི་མངའ་དེས་ཁོང་དུ་ཆུད་པའི་ལེའམ་ཡང་ན་འབྲས་བུའི་ལེའུ་དུ་ཟིན། འདི་ལོ་སྟོང་གཅིག་ར་ལྔ་བརྒྱ་སོང་ངོ་རེ་ད། ད། གོང་ནས་སངས་རྒྱས་ཀྱི་བསྟན་པ་ལོ་ལྔ་སྟོང་དང་ཉི་ཤུ་ཟུར་བཀོད་ནོར་ར། སྤྱི་ལོ་སྔོན་གྱི་ལོ་བརྒྱད་བརྒྱད་ར་བརྒྱ་ཆུ་བྱ་གཅིག་ལོ་ནས་མ་ར་བརྩིས་ཡོང་དུས་ད་ལྟ་ཁྲི་སྲས་འབྱོན་ནོར་ཡ་དང་ད་ལོ་གི་བར་དུ། དེས་ན་དགྲ་བཅོམ་པའི་ལེའུ་འུ་ཐུག་དེའུ་ག་དང་བོ་དགྲ་བཅོམ་པའི་ལེའུ་རེད། སྤྱིར་ན་དགྲ་བཅོམ་པ་དགྲ་བཅོམ་པ་ཟེར་དཀོན་ནོ་ད་འདི་མང་བཤད་རྒྱུ་ཡིན་ན། ཉོན་མོངས་སྤང་ཡུལ་གང་ཟག་གཟུགས་ཀྱི་མྱ་ངན་དགྲ་བཅོམ་པ་དུ་ཟེར་བ་རེད་ད་ཉོན། དེ། འདིའི་རྒྱ་གར་གྱི་སྐད་དོད་ལ། འདི། ཨ། ཨ་རྷ་ཏཱ་དུ་ཟེར་དཀོན་གི་ཡ་དང་རྒྱ་གར་གྱི་སངས་ས་ཀིརྟིའི་སྐད་ལ་ཨ་ར་ཏཱ་ཟེར་དཀོན་ནོ་དུ། དེའི། ངྷ་ས་ར་བོ་སྐད་དང་ནཱ་ན་བརྗེ་རྗེས་ན་འདི་ཀུན་གྱི་མཆོད་མཆོད་པར་དབུལ་བའམ་མཆོད་དབུལ་ཟེར་དགོས་ནི་དེའི་དོན་དང་ཟེར་ཡ། ད་ཐམས་ཅད་ཀྱི་བཤགས་བྱ་བའི་དབུས་སུ་གྱེར་བ་ཟེར་དགོས་ནི་དེ་ལྟ་བུ། ད་དགྲ་བཅོམ་པ་ཟེར་དགོས་ནི་རྒྱ་གར་གྱི་སྐད་སྐད་དོད་ཀྱི་སྟེང་ནས་བལྟས་ན། ཨ་ཨ་ཨ་ཧྲན་ཟེར་དགོས་ནི་དེ། ཀུན་གྱི་མཆོད་མཆོད་པར་བྱ་བའི་དབུས་སུ་གྱེར་བ་ཟེར་དགོས་ནི་དེ་རེད། ད་རང་ཅག་གི་རྒྱུད་ཀྱི་དགྲ་བོ་དག་གང་རེད་ཉོན་མོངས་དུག་གསུམ་པོ་རེད། ཉོན་མོངས་དུག་གསུམ་པོ་དེ་དགྲ་བོ་གཙོ་བོ་རེད་དེ་རྩ་བ་ནས་སྤོང་བ་གི་མྱང་འདས་དགྲ་བཅོམ་པ་དེ་ཟིན་རེད་ད། དེ་ལྟ་ཡི་དགྲ་བཅོམ་པ་དེ་ཐེག་ཆེན་དགྲ་བཅོམ་པ་དང་རང་རྒྱུད་དགྲ་བཅོམ་པ་ཉན་ཐོས་དགྲ་བཅོམ་པ་ཟེར་རྒྱུ་དེ་རྣམས་གསུམ་ཡོད་ནི་ཐེག་ཆེན་དགྲ་བཅོམ་པ་དང་སངས་རྒྱས་གཉིས་ཀ་གཅིག་རེད། ད་རང་རྒྱུད་དགྲ་བཅོམ་པ་ཟེར་ཀུན་ནོ་སངས་རྒྱས་འཇིག་རྟེན་དུ་བྱོན་ནས་དུས་སུ་རང་ཉིད་ཀྱིས་ལམ་དགོས་མེད་ད་དེ་དགྲ་བཅོམ་པའི་གོ་འཕང་མངོན་ཐུབ་བྱེད་མཁན་དེ་ལ་གོ་ནི། ཉན་ཐོས་དགྲ་བཅོམ་པ་ཟེར་ཀུན་ནོ་དཔེར་ན་སྟོན་པའི་གཏན་རབས་བདུན་དང་ཉིས་སྟོང་བཅུ་དྲུག་ལ་སོགས་པ་ཐམས་ཅད་པོའི་མྱང་ཉན་ཐོས་དགྲ་བཅོམ་པ་དེ་ཟེར་ཀུན་ནི། འོ་ད་དེས་ན་དགྲ་བཅོམ་གྱི་ལས་འོད་དགྲ་བཅོམ་གྱི་ལས་འོད་ལོ་ལྔ་བརྒྱ་ཡོད། ད་གི་དགྲ་ཕྱིར་འོང་གི་ལས་འོད་ཟེར་ཀུན། ཕྱིར་མི་འོང་གི་ལས་འོད་ཟེར་ཀུན་ལྟ་རེ། འདོད་པའི་ཁམས་སུ་ཕྱིར་མི་འོང་ཡིན་ན་ཕྱིར་མི་འོང་ལྟ་ཟིན་རེ་ད། འདི། ཁིར་ཚོགས་ཀྱི། ཉོན་མོངས་དུ། ཉོན་མོངས་ར་དེ་ཚོ་སྐོར་དགུ་འདྲེན་ན་ཡི་དག་གི་ལྷུང་བཞག་ཡིན། མདུང་ཁམས་སུ་ཕྱི་ར་ཡོང་མིར་དགོས་ནི་གི་ཀོ་འཕང་ཐོག་སོགས་ནི་མྱང་ང་ཕྱིར་མི་འོང་གི་ལས་འོད་ལྟ་ཟིན་ལྟ་རེ། ད་ལྟར་བསྟན་པའི་གནས་ཚུལ་གྱི་ནང་གི་ལས་འོད་གཉིས་པ་རེ་ད། དེ། སྤྱི་ལོ་སུམ་བརྒྱ་ར་བརྒྱ་ཆ་བརྒྱ་ཆ་གཅིག་ནས། སྤྱི་ལོ།

དེ་རྗེས་ན་ད་ལོ་སྟོང་བཅུ་གཅིག་ར་ལྔ་བརྒྱ་འགོར་ཟླ་བ་ག་དང། དེ་ལེ་བ་བཞི་བྱ་སྟེ་ཁྲག་ཟིམ་པོར་ཁོང་དུ་ཆུད་པའི་ལེ་བའམ་འབྲས་བུའི་ལེ་བ་བཞི་བྱའོ། དེ་གར་ལྔ་བརྒྱ་ཕྲག་བཞི་བ། ད་བཞི་བ་དང་ལྔ་བ་དྲུག་བ་རྣམས་ལ་རིམ་པ་བཞིན་དུ་ལྷག་མཐོང་གི་ལེ་བའི་དང་ངེས་འཛིན་གྱི་ལེ་བའི་ཚུལ་ཁྲིམས་ཀྱི་ལེ་བའི་དུ་འཛིན་ན། དེས་ན། ད་འདི། ད་གང་ད་སྐབས་དང་སྐབས་གང་གི་ལེ་བ་ཡིན་ནར་ཡང་ཚུལ་ཁྲིམས་ཀྱི་ལེ་བ་ཡིན་ནར་ཡང། ད་ལོ་སྟོང་བཅུ་གཅིག་ར་ལྔ་བརྒྱ་ཚར་ཟླ་བ་གོ། དེའི་སྟེང་ལ་ལྷག་མཐོང་གི་ལེ་བའི་ལོ་ལྔ་བརྒྱ་ན་བཞག་དེའི་ལོ་སྟོང་བཅུ་གཉིས་རེད།

གཞག་གནས་ཀྱི་གཟིམ་པའི་ངང་ནས་མིག་ཤ་ལ་སོ་སོར་བྱོས་ཀྱང་ལྷག་པར་མཐོང་བར་བྱེད་པའི་ཤེས་རབ་གཟུགས་ཀྱི་མྱ་ངན་དང་ལྷག་མཐོང་དུ་གྱུར། ད་གཟོད། མཚན་ཉིད་གྲལ་དུ་སོར་བཞག་ན་གཞག་གནས་ཀྱི་ངང་ནས་རང་གི་མིག་ཤ་ལ་དཔྱད་པ་བྱེད་ཐུབ་ཅེས་དྲང་བའི་ཤིན་སྦྱངས་ཀྱི་གཟིམ་པའི་སྒོ་ནས། དག་རང་ཡུལ་ལ་སོ་སོར་བྱོས་པར་བྱེད་པའི་ཤེས་རབ་གཟུགས་ཀྱི་མྱ་ངན་ལྷག་མཐོང་དུ་གྱུར། ད་དེ་ལྟ་བུའི་ལྷག་མཐོང་གི་ལེ་བལ་ལ་ལོ་ལྔ་བརྒྱ་རེ། ད་ག་ད་ཏང་ངེ་འཛིན་གྱི་ལས་བུད། ད་ཏང་ངེ་འཛིན་གྱི་ཀ་ཏོ་ལ་རྒྱ་གར་གྱི་ས་མིན་ས་མ་འདི་རྫུས་ནས་ཡང་དག་པར་འཛིན་པ་དེ་རྟོགས་པའི་ངོ་བོའམ་དམིགས་པ་ལ་སེམས་རྩེ་གཅིག་ཏུ་སྦྲང་ཆགས་སུ་འཛིན་པའི་སེམས་བྱུང་གཟུགས་ཀྱི་མྱ་ངན་ཏང་ངེ་འཛིན་འཛིན་དགོས་ན་ད་ལོ་སྟོང་ཚོ་གཉིས་ར་ལྔ་བརྒྱ་འགོར་སོང་ད་ག་ད་ཏང་སྐབས་གང་རེད་དེ་ད་ཚུལ་ཁྲིམས་གྱི་ལས་བུད། ཚུལ་ཁྲིམས་གྱི་ལས་བུད་གི་ནང་ནས་ད་ད་ལོ་ཕྱི་མིས་འགོར་བ་གི་དེ་ན་ད་འདི་ནང་བཤད་ཡོད་ནི་ད་ཚུལ་དང་མཐུན་པའི་ཁྲིམས་ཡིན་པས་ན་ཚུལ། ཚུལ་ཁྲིམས་ལས་རྒྱ་གར་གྱི་བཀའ་བསྟོད་ལ་ཞེ་ལ་ན་ཏི་མི་ཟུར་ཁོ་ན་དེར། ཏི། ཚུལ་ཁྲིམས་རྣམ་དག་རྒྱུད་ལ་སྐྱེམས་མཁན་མང་བས་དེ་དང་དེའི་ལེའུར་གཞིགས་བྱ་སྟེ་ལྷག་མཐོང་གི་སྐབས་སུ་ད་ཡམ་ཚང་གི། ཅིག། ཆུའི་རབ་བསྟོད་རྣམ་འབྱེད་ཀྱི་ཤེས་རབ་རྒྱུད་ལ་སྐྱེམས་མཁན་མང་ནི། ཏང་གི་འཛིན་གྱི་སྐབས་སུ་སྒོམ་ཉམས་ལེན་བྱེད་མཁན་མང་ནི། ད་ག་དག་ཚུལ་ཁྲིམས་ཀྱི་ལེའུ་དང་སྐབས་ཡིན་ན་སྡོམ་དམ་ཚིག་སྲུང་མཁན་ཚིག་གིས་མང་ནི་དུས་སྐབས་འདི་ན་ཏི། སྐྱེམས་མཁན་མང་བས་དེ་དང་དེའི་ལེའུར་གཞིགས་བྱ་སྟེ་ཁྲག་གསལ་འབུར་སྒྲིབ་པའི་ལེའུར་གཞིགས་བྱའོ། དམ་འདྲིས་པའི་ལེའུ་དང་སྒྲིབ་པའི་ལེའུ། ད་ལོ་སྟོང་ཚོ་དྲུག་ནི་མ་རེད་ལོ་སྟོང་ཚོ་གསུམ་ཡོང་ནའི་ཆོ་འདི་མིན་ན། ད་ལྟ་སྤྱི་ལོ། དེ། ད་གང་ནས་ཡོད་ཅེས་བཤད་ནས་ན། སྤྱི་ལོ་སྔོན་སྤྱི་ལོ། བརྒྱད་བརྒྱ་ར་བརྒྱ་བརྒྱ་ཆ་གཅིག་གི་ལོ་དེ་སངས་རྒྱས་བཅོམ་ལྡན་འདས་སྐལ་ལྔ་ནས་འདས་དུས་དེ་ན་ད་ལྟ་ད་རྩིས་ཡོང་ན་ད་ལོ་ཉིས་སྟོང་བཅུ་དགུ་ལོ་རེད་མོད་དེས་ན་སངས་རྒྱས་བཅོམ་ལྡན་འདས་སྐལ་ཉང་ངུ་ནས་འདས་ཡས་ད་དུས་ལོ་སྟོང་ཚོ་གཉིས་ར། དགུ་བརྒྱ་ཏག་ཏག་འགོར་རོ་ད་ད། ལོ་སྟོང་ཚོ་གཉིས་ར་དགུ་བརྒྱ་འགོར་བ་དང་ད་ལྟ་མགོར་ནོར་དུ་གང་གི་ཞིག་གིས་བརྫིས་ན་ད་འདའི་ནང་ནས་ལོ་སྟོང་ཚོ་གཉིས་ར་ལྔ་བརྒྱ་དང་ངེ་འཛིན་གྱི་ལེ་བ་ཚར་སོང་དུས་ཚར་འདུག་དེའི་སྟེང་ཨ་ད་ཚུལ་ཁྲིམས་གི་ལེ་བ་ཚུལ་ཁྲིམས་གི་ལེ་བ་ལ་ལོ་ལྔ་བརྒྱ་བར་ལབ་ལོ་ལྔ་བརྒྱ་གི་ནང་གི་ལོ་སུམ་བརྒྱ་ར་གཅིག་ཚར་འདུག་མི་ར་ད་འདི་ཁྲག་སིམ་པོར་བསྒྲིབས་པའི་སྤྱི་ལོ་ཉིས་སྟོང་སྤྱི་ལོ་ནི་ཚུལ་ཁྲིམས་ལེ་ཡི་ལོ་སུམ་བརྒྱ་དང་དགུ་བཅུ་བ་ཡིན་ཞིང། སུམ་བརྒྱ་དགུ་བཅུ། ད་ལོ་ལྔ་བརྒྱ་ར་སྟོང་ཚོ་གཉིས་ར་ལྔ་བརྒྱ་གི་སྟེང་ལ་སུམ་བརྒྱ་ར་དགུ་བཅུ་ཐམ་པ་བཞག་བཞག་དུས་ལོ་སྟོང་ཚོ་གཉིས་ར་བརྒྱད་བརྒྱ་ར

ལོ་ཐོ་བའི་ནང་དུ་སངས་རྒྱས་བསྟན་པའི་གནས་ཚད་དུ་ཕྱི་མི་ཟོས་ནས་མཚར་སོང་ནས་ཕྱི་མི་ཟོས་ནས་ལྷག་བ་ནོར་དུ་ཚང་མ་བཤད་དོ་འདི་ལྟར་འདིའི་ནང་བཤད་དོ་ནི་རེད་དང་འདི་ནས་བཤད་དགོས་ནི་ཨ་ན་མ་ན་བསྟན་དེ་འདི་ལྟར་འདི་འཁྲིག་སེ་འགྱོ་ནི་འདིར་སྤྱི་ལོ་ཉིས་སྟོང་བཅུ་ཐམ་པ་གི་ལོ་དུ་ཚིགས་ཁྲིམས་ལས་འོས་པའི་ནང་ལོ་སུམ་བརྒྱ་ར་དགུ་བཅུ་ཐམ་པ་ཡིན་ཞིང་དེ་ཟིན་ནི་ར་ལྷག་མ་ལོ་བརྒྱ་དང་བཅུ་ཐམ་པ་ཡོད་དོ་དེས་ན་ཁིར་གི་ལོ་ད་ལོ་གི་ལོ་ངོ་སྟོང་བཅུ་ཡར་བརྩིས་ན་དགུ་བཅུ་ཐམ་པ་གོ་གཅིག་གོ་གཉིས་གོ་གསུམ་གོ་བཞི་བཅུ་ཡར་བརྩིས་ཡོང་ན་ལོ་བཅུ་ཐམ་པ་ཡོད་ནི་རེད་དུ་ཁ་སྣ་འགྱག་པའི་ལོ་བཞི་བརྒྱ་དག་ཏོག་འགོར་དོ་ནི

ཚུལ་ཁྲིམས་ལས་གནང་བློ་རྒྱ་དམ། དག་ངོ་མ་གི་དགེའི་ཚིག་ལུང་ཡི་དྭགས་དེའི་འདུན་ཁ་འདི་བློ་རྒྱ་འདྲི་ཟིན་གོ་གནས་རྗེས་སུ་དད་དུམ་དམ་ཚིག་ལེམ་ཁ་འདི་ཧར་སྐྱེར་མེད་གི་ཟེར་གོ་གི་དང་སྐྱོབ་བྱེད་རྣམས་པར་དུས་ར་ད་ཅིག། སློབ་སྦྱོང་ཡིན་མཁན་མང་ནི་རེད་སངས་རྒྱས་ཆོས་ལུགས་དད་མཁན་མང་ནི་རེད་ད་རྒྱ་ནང་ར་ལྷག་པར་གི་ནུབ་ཕྱོགས་ར་དེ་ཚོ་ཡ་མཚན་མི་ང་དར་གི་ཡོད་ནོ་དུ་ངག་ར་དེ་ཚོ་དར་གི་ཡོད་ནོ་དུ་གྲྭ་བ་ཡིན་མི་དགོས་ད་ཆུས་མ་བྱེད་ཡ་ད་ཆུས་ཉམས་ལེན་བྱེད་ན་ཆོག་གི་ཨོ་ཛི་ཡི་དྭགས་དེ་ད་དེ་རྒྱུ་མཚན་ཡོད་གོ་ནི་ད་འདི་ཡི་དྭགས་དེའི་དགེའི་ཚིག་ལུང་ཡི་དྭགས་དེའི་འདུན་ཁ་འདི་བློ་རྒྱ་དམ་པའི་ནང་ད་རུང་ཚུལ་ཁྲིམས་ལས་འོད་རེད། སངས་རྒྱས་ཀྱི་གཏམ་དཔེ་འདི་གཅིག་གི་དགོས་དགེ་ཚུལ་སློང་གི་སྡོམ་པ་ལེན་མཁན་མང་གི་དག་གི་དག། མངོན་པའི་ལས་ལ་མདོར་བསྡུས་ལ་འདིར་བས་འདིར་བས་ལ་འདིའི་སྐབས་སུ་དག་སློབ་སྦྱོང་བྱེད་མཁན་དག་སངས་རྒྱས་ཆོས་ལ་ཇེ་མང་ཇེ་མང་སྦྱོང་ནི་དག་དགེ་ཚུལ་སློང་ཡི་དག་དེ་དགོན་པ་གྲྭ་ཚང་གི་ནང་བཞུགས་མཁན་ཇེ་ཉུང་ཇེ་ཉུང་རེད་དུ་ཟེར་གོ་གི་ཡ་དག་དུ་རེད་དེའི་རྒྱུ་མཚན་གི་དག་འདི་སོགས་ཀྱི་སྟེང་ནས་དག་ངོ་མ་གི་དག་ཉེ་བ་གཉིས་ཀྱི་ཡ་མཚན་པ་ཡོད་ནི་རེད། སྤྱི་ལོ་ཉིས་སྟོང་སྤྱི་ལོ་ནི་ཚུལ་ཁྲིམས་ལས་ཡིན་ལོ་སུམ་བརྒྱ་དགུ་བཅུ་བ་ཡིན་ཀྱང་ལྷག་མ་ལོ་བརྒྱ་དང་བཅུ་དུ་བུད་ད་ལོ་ཚུན་ཆད་ན་དག་ལྷག་མ་ལོ་བརྒྱ་ཐམ་པ་ཡོད་གི་དེ་ནས་ལྔ་བརྒྱ་ཕྲག་བདུན་པ་དང་བརྒྱད་པར་དགེ་བ་རྣམས་ལ་རིམ་པ་བཞིན་དུ་ཆུས་ངོམས་པ་དང་མདོར་བཟླས་དང་འདུལ་བ་རྣམས་ལ་དུས་གསུམ་ཤིང་གི་ནང་ཡིས་དེ་དང་དེ་དེའི་ལེའུ་བཞི་བྱ་སྟེ། ཁྲག་སྲིན་པོར་གང་ད་ལྟའི་ལོར་སྟོང་དང་ལྔ་བརྒྱ་ཡོད་ན་ཁྲག་སྲིན་པོར་གང་གི་ལེའུ་བཞི་བྱའོ། ལྔ་བརྒྱ་ཕྲག་ཕྲག་བྱེ་བ་ལ་རྟགས་ཙམ་འཛིན་པའི་ལེའུ་བཞི་བྱ་སྟེ། ད་ག་ད་ད་འདི་འདི་རེད། དེ་རྟགས་ཙམ་འཛིན་པའི་ལེའུ་ལ་ལོ་ལྔ་བརྒྱ་ཡོད་ན་ལོ་ལྔ་བརྒྱའོ་དེ་ཡིན་ན་རབ་ཏུ་བྱུང་བ་རྣམས་ལ་སྐྲ་བྲེག་པ་དང་རབ་བྱུང་གི་རྟགས་ཙམ་འཛིན་པ་མ་གཏོགས་ད་སྐྲ་རེ་བྲག་གཅིག་སྐུ་ངར་མིག་རེ་དགོ། གླང་བོ་གི་དམར་རོ་གི་གོ་འདྲ་ན་དེ་མི་རེ་གོ་ནི་ཅིག་སྐྲ་བ་ཟེར་རྒྱུ་ཡིན་ནི་རེད་ཟེར་གྱི་དེ་མི་རྟག་ཟེར་མ་རྟོག་མེད་གི་ཟེར་གི། ལུང་གི་ཡོན་ཏན་དང་ཆོས་ཀྱི་མཁྱེན་རྒྱ་ལྟ་ཅི། ཐ་ན་རབ་བྱུང་གི་སྡོམ་ཁྲིམས་ཙམ་ཡང་མེད་པར་འགྱུར་བའི་དུས་ཡིན་པས་སོ། དེས་ན་སངས་རྒྱས་ཀྱིས་བསྟན་པའི་འཕེལ་འགྲིབ། བསྟན་པ་ལའང་འཕེལ་འགྲིབ་ཡོད་པའི་ཚུལ་སོགས་ལ་བསམ་ནས། གང་ཡང་སངས་རྒྱས་རང་སངས་རྒྱས་སངས་རྒྱས་རྣམས་ཀྱི་ཉན་ཐོས་ཀྱང་སྐད་ལུགས་འདི་ནི་སྤུངས་ཙམ་ན་སྐྱེ་བོ་ཕལ་ལ་སྨོས་ཅི་དགོས་དེ་མི་གསུང་ནི་ད་སྔོན་མ་གི་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་དེ་ཡི་ཕལ་བའི་འཇོག་རྒྱུ་ཡིན་ནོ་སངས་རྒྱས་ཀྱི་བསྟན་པ་འདི་རང་དུ་འཇིག་རྒྱུ་ཡོད་ནོ་ཆོས་རྒྱུན་དང་གི་དེ་གསོ་སྦྱོང་ར་དེ་སོགས་མཆོག་ན་ད་ཅིག་དེ་ཕྱི་ཟླ་བ་གི་ཅིག་ཟླ་བ་གཅིག་ནི་འདས་སོ་ཟླ་བ་གཉིས་ནི་ལྷགས་སོ་ད་སངས་རྒྱས་ཀྱི་བསྟན་པ་འདི་ལའང་ངེས་པར་དུ་འཇིག། འཇིགས་བྱེད་དུ་ཡོད་ནོ་དེར་ཉི་མ་རེ་རེ་བཞིན་དུ་དཀོར་ཟླ་རྣམས་སྐྲག་གོ་ཁའོ་ད་ལྟ་རེད་དེའི་རྒྱུ་མཚན་གྱི་ད་ལྟ་འདི་ཡིས་བརྩི་ཡོང་ན་ད་ལོ་ཚུལ་ཁྲིམས་ལས་འོས་པའི་ནང་གི་གང་རེད་དེ་ལོ་བཞི་བརྒྱ་བ་རེད་པ་ཚུལ་ཁྲིམས་ལས་འོས་པའི་ནང་གི་ད་ལོ་བརྒྱ་ཐམ་པ་མ་གཏོགས་མེད་གི་ད་ལྟ་ད་ལོ་མཚོན་ཅིང་ད་སྐབས་ཚུལ་ཁྲིམས་ལས་འོས་དུས་རེད་ཚུལ་ཁྲིམས་ལས་འོས་པའི་ནང་གི་ལོ་བཞི་བརྒྱ་བ་རེད་ད་ལོ་མཚོན་ན་དེས་ན་སངས་རྒྱས་ཀྱི་བསྟན་པ་ལའང་འཕེལ་འགྲིབ་ཡོད་པའི་ཚུལ་སོགས་ལ་བསམ་ནས་ཀྱང་དུས་ལྟར་དུ་རང་དབང་རང་ལག་ན་ཡོད་དུས་འདིར་ཐོས་བསམ་སྒོམ་གསུམ་ཡ་མ་བྲི་བའི་ཚུལ་ལ། ཆེས་སྤྱིར་བརྩོན་པར་གཟིགས་སོ་ཞེས་ཀྱང་གཞོན་འཕྲུལ་སུ་ཐལ་ལོ། འོ་ད་འདས་རྗེས་ན་སངས་རྒྱས་བསྟན་པའི་གནས་ཚུལ། ད་ཆོས་ད་ལྟའི་རང་གི་འདས་ནས་ཆོས་རྒྱལ་བདུན་དང་རིགས་བདུན་ཉེར་ལྔ་གི། ཁྲི་ཁྲི་བཞི་གི་ལོ་དུ་སོ་ཚང་མ་རྩིས་རྒྱལ་བའི་ཡོང་ཡིན། དག་ད་རིགས་བདུན་ཉེར་གཅིག་པ་ཡིན་ནོ། རིགས་བདུན་ཉེར་གཅིག་པ་ཁྲི་ལ་བཞི་གིས་འདས་དུས་ད་ད་ལོ་ལོ་ག་ཚོད་འགོར་ཡོད་ནོ། དག་ད་ལེའུ་ལྔ་བརྒྱ་ཕྲག་གཅིག་གི་ནང་གི་ཚུལ་ཁྲིམས་ལེའུ་ཡིན་ནོ། ཚུལ་ཁྲིམས་ལེའུ་གི་ནང་གི་ད་ལོ་ལོ་བཞི་བརྒྱ་པའོ་ཡིན་ནོ། འདི་གཉིས་ཀ་ཐོ་ཐོས་ན་ལོ་གཅིག་གི་ཁྱད་པར་ཡོད་ནི་མ་རེད་གོ།

ར་ལུག་དང་འབྲོ་ལུག་གཉིས་ལས་ཡིད་དུ་འཛིན་ད་རྒྱ་གར་འདི་ཀོ་ཡིག་ཏུ་ཤེས་ར་དར་རྒྱལ་བྱང་ཕྱོགས་བྱམས་པ་ལས་ཡུལ་ནས་ད་འདས་ཙིག་ཡིག་གཟི་བརྗིད་ཚུལ་མི་མཐུན་པ་ཆེན་པོ་གཟིགས་ཀྱི་གསུང་ཚུལ་གཉིས་ཡོད་ཀི་ད་ཚེ་ར་རྒྱ་གར་འདི་ཀོ་ཡིག་ཏུ་ཐོག་དང་བོ་དར་སྤེལ་མཛད་པ་བོ་དང་མཁས་པ་སི་ཡིན་གྱི་དང་བརྗིད་ཚུལ་མི་མཐུན་པ་གཉིས་རེད་དག་ད་འདས་ནས་ར་ལུག་ཟེར་གི་ནི་ར་ལུག་ཟེར་གི་ནི་འདི་ཆེ་ཟེར་རེ་ཟེར་ན་ར་ལོ་ར་ལོ་ཙཱ་བ་རྡོ་རྗེའི་བྲག་ཅིག་འཇིགས་བྱེད་ཀྱི་རྣམ་འགྱུར་བ་ཆེན་པོ་ར་ལོ་ཙཱ་བ་རྡོ་རྗེའི་བྲག་གི་ཚ་བོ་ཟིག་ག་ར་ཆོས་རབ་ཟེར་གྱི་ཟོ་ནི་རེད། ད་བཅུའི་འཇིགས་བྱེད་ཀྱི་སྣང་བ་ཡོད་དེ། དེ་ར་ལོ་ཙཱ་བ་རྡོ་རྗེའི་བྲག་ཅེས་སྦྱར་ཏེ་དབུ་མ་འོང་ར་ཆོས་རབ་ཅེས་སྦྱར་ཏེ་དབུ་མ་རབ་འབུམ་སངས་ཀྱིས་སྦྱར་ཏེ་དབུ་མ་འོང་རྫས། ནང་ཆོས་ཀྱི་སྣང་བ་འདོན་དགོས་ན་དེ། འཇིགས་བྱེད་ཀྱི་བླ་རྗེ་དེ་ནི་ཡ་ད་དེ་ཡིན། དེ་དེ་ཡིན་ར་ཆོས་རབ་ཟེར་དགོས་ན་དེ་སངས་རྒྱས། ར་ཆོས་རབ་སངས་ཀྱི་ལུགས་འཇོག་ལུགས་ར་དེ་གི་དེ། འབྲོག་ལོ་ཙཱ་བ་ཟེར་དགོས་ན་དེ། འབྲོག་ཤེས་རབ་གྲགས་པ་ཟེར་རྗེས་དེ་མིང་གི་འཁེལ་བ་ཆེན་པོ་གཉིས་ཡོད།

ཀ་སི་མི་ར་ཅེས་མྱ་ངག་ར་ཏི་སུའི་ནང་གུས་མི་རིགས་ལུགས་ཀྱི་ཀུན་འཁོར་ཟེར་རྒྱུ་ནི་དེ་ར་ཏིའི་ལུགས་ཡིན། དེ་འབྱོར་དུ་ཁ་ཆེ་གི་ཡེ་རི་ཟེར་སྐོར་ནི་དེང་སྐབས་ར་ཡོག་གི་མོ་ཏི་དེ་རེད། དག་དག་འདིས་ར་ཆོས་རིམ་དེ་སང་ཁ་ཆེ་གི་ཡེ་ར་ཧེབ་ཟི་བར་བོ་གི་ཡེ་ར་ཧེབ་ཟི་རྒྱ་གར་ལ་སོགས་པ་མང་བོ་ཧེ་བི་དཱ་དི་བན་ཏི་ཏ་ས་མན་ཏ་ཤི་རི་ལ་སོགས་པ་ལས་རྒྱག་གཞུང་དང་ལེགས་བཞེར་གི་ཀ་ལ་བཤང་བཅད་པར་སྦྱངས་ཡོད་དེ་ད་ལོ་ཙཱ་བ་ཆེན་པོ་ཟེར་ར་ཆོས་རབ་ཟེར་སྐོར་ནི་དེ་སང་གི་འགྲིག་རེད་འདི་འདི་སང་ཡར་མཚང་གི་རྒྱུ་གཞུང་མང་ཡོད་མོད། དེས་བཀའ་འགྱུར་གྱི་ནང་གི་གདུལ་བའི་རྒྱུད་ལུས་དབང་གི་རབ་ཏུ་བྱེད་པ་དུས་འཁོར་བདུད་བརྒྱུད་ཟེར་བ་གྱུར། དེ་གི་ནུ་ཧོ་ཆེན་པོ་མགོན་པོ་མངོན་པར་འབྱུང་བའི་རྒྱུད་ཀྱི་ནང་གི་རྒྱལ་པོ་ལེ་བར་སྔ་བསྐྱེད་བ་ཟེར་གྱུར། དེ་གི་བཀའ་འགྱུར་གྱི་ནང་ནས་ཧོར་དུས་ཀྱི་འཁོར་ལོའི་སྒྲུབ་ཐབས་ལྟར་འདི་ཧ་ལས་བ་གི་དུས་འཁོར་ལམ་ཁའི་ཡ་ཆེན་པོ་ཟེར་མོད། དེ་ག་བར་དུས་གཅིག་འཁོར་ལོ་སྐད་ཅིག་གིས་བསྐྱེད་པའི་ལྷན་ཅིག་སྐྱེས་པའི་སྒྲིབ་ཐབས། དེ་ག་སྦྱོར་བ་ཡན་ལག་དྲུག་གི་སྦྱོར་བའི་མན་ངག་བར་དུས་གཅིག་འཁོར་ལོའི་རབ་དང་ཉེ་བའི་ཆོ་ག། བར་དུས་གཅིག་འཁོར་ལོའི་ཚོགས་འཁོར་གྱི་ཆོ་ག། དུས་འཁོར་གྱི་འཁོར་ལོའི་བཞེངས་ཕྱག་གི་ཆོ་ག། དེ་ག་རྡོ་རྗེའི་རྣམ་འགྱུར་མའི་སྒྲུབ་ཐབས་རྡོ་རྗེའི་རྣམ་འགྱུར་མའི་དཀྱིལ་འཁོར་གྱི་ཆོ་ག། བར་ནག་པོའི་རྒྱུད་དྲག་ཤུལ་རྟག་པ་ཏི་སྤྲོ་ཆེན་པོའི་འགྲེལ་བ་ཧོར་ནག་པོ་ཆེན་པོའི་དཀྱིལ་འཁོར་གྱི་ཆོ་ག་དངོས་གྲུབ་རིན་ཆེན་འབྱུང་གནས་ཡེ་ཤེས་ཀྱི་མེ་སྦར་བ་སྦྱིན་སྲེག་གི་ཆོ་ག་ཟེར་རྒྱུ་ད་ལྟའི་ལྟ་བའི་བཀའ་འགྱུར་རྟ་འགྱུར་གྱི་ནང་ཆོས་ཚུལ་མང་བོ་ཤེས་རབ་བོད་སྐད་དུ་བསྒྱུར་ཞོག་ནི་ཟེར་ཡ་དེའི་མྱང་ཨ་ར་ཆོས་རབ་ཏི་ཟེར་ནི་དེའི་ལུགས་ལ་ཏི་ཟེར་ནི་ར་ར་ལུགས་ཟེར་དཀོན་ནོ་ཏི་ཏི་རེད་ད་ར་ལུགས་ཟེར་ད་རྒྱ་གར་འཕགས་པའི་ཡུལ་ལ་དུས་འཁོར་གྱི་རྒྱུན་དུ་ལྟར་ནོ་ར་ཆོས་རབ་གི་སྐུ་གསུང་གི་བཞེད་ཟེར་གྱི་ལུགས་གཅིག་ཡོད་ནི

དེ་ག་རྟ་མཇལ་ཀུན་ལྔ་རྡོ་རྗེ་ཉུང་ངུའི་འགྲེལ་བ་དང་བཅས་རྡོ་རྗེ་གི་རྒྱུད་ཀྱི་རྒྱ་ཆེར་འགྲེལ་བ་དེ་ག་དགོངས་ཡིག་སྐད་ཀྱི་འགྲེལ་བ་དབང་མདོར་བསྟན་གྱི་རྒྱ་ཆེར་འགྲེལ་བ་དུས་འཁོར་གྱི་དབང་མདོར་བསྟན་དུ་ཟེར་བ་བརྒྱུད་འདུས་རྒྱ་ཆེར་འགྲེལ་བ་དེ་ག་རྒྱུད་ཀྱི་རྒྱལ་པོ་དཔལ་དུས་ཀྱི་འཁོར་ལོའི་དབང་གི་རབ་ཏུ་བྱེད་པའི་འགྲེལ་བ་རྡོ་རྗེ་རྡོ་རྗེའི་ཚིག་འབྱེད་པ་ཟེར་གྱི། དེ་ག་དུས་ཀྱི་འཁོར་ལོའི་སྒྲུབ་ཐབས་ཡན་ལག་བཅུ་གཅིག་པ་རྣམ་འབྱོར་གསུམ་གྱི་སྙིང་བོ་གསར་བ་སྦྱོར་བ་ཡན་ལག་དྲུག་གི་མན་ངག་རིམ་པ་བཞི་བའི་རྣམ་འབྱེད་འཁོར་འཁོར་ལོ་སྡོམ་པ་དཔའ་བོ་གཅིག་གི་སྒྲུབ་ཐབས་དེ་ག་དཔལ་རྡོ་རྗེ་ཕག་མོ་གི་སྒྲུབ་ཐབས། གྲུབ་པའི་རྡོ་རྗེའི་རྣམ་འགྱུར་མར་གྱི་སྒྲུབ་ཐབས་རྡོ་རྗེ་རྣམ་འགྱུར་མའི་སྒྲུབ་ཐབས་དཔར་མགོན་ནག་པོའི་སྒྲུབ་ཐབས་ལྷན་ཅིག་སྐྱེས་གྲུབ་ཀྱི་ཆོས་ཚན་གསུམ་གྱི་སྲོག་སེམས་འབྲུ་ཟ་བཀའ་འགྱུར་རྟ་འགྱུར་གྱི་ནང་ཤེས་རབ་བོད་སྐད་དབབ་བརྒྱུད་བཞག་ན་དེ་མིན་བཟོ་གི་ཡ་ད་དེ་མྱང་ཨ་ད་འགྲོ་ཤེས་རབ་གྲགས་པ་ཨ་ད་ར་ལུགས་དང་འགྲོ་ལུགས་ཟེར་དཀོན་ནོ་དེ་ལྟ་རེད་ད་འདི་མར་ནང་ཨ་ཆུའི་དུས་འཁོར་གྱི་རྒྱུད་པ་ཤ་དེ་ར་ཡོད་རྒྱུ་ཡོད་ནི་རེད་ར་ར་ད་དུས་རྒྱ་གར་ལ་དར་ཚུལ་གྱི་ཆ་ནས་བཤད་ན་བཤད་ཚུལ་མི་མཐུན་པ་གཉིས་ཡོད་ག་གཅིག་ར་ལུགས་རེད་གཅིག་འགྲོ་ལུགས་རེད་ད་དང་བོ་ར་ལུགས་རེད། ད་ར་ཆོས་རབ་ཀྱི་ལུགས་ཡི་རྗེས་ན་རྗེ་དེ་བཞིན་ལས་ཁྱད་པར་དུ་འཕགས་པའི་དཔར་དུས་ཀྱི་འཁོར་ལོའི་རྒྱུན་དུ་ཐོག་མར་རྒྱ་གར་འཕགས་པའི་དབྱིབས་དུ་དལ་བུར་མཛད་པའོ་ནི་ཙི་ལུ་བན་ཆེན་གྱིས་སྔོན་གྱི་བག་ཆགས་བཟང་བོ་རང་ཆགས་ཀྱིས་ཟད་པའི་སྐྱེས་བུ་དམ་པ་ཁོང་ཡིན་པར་བཞེད། ད་ར་ཆོས་རབ་ཀྱི་དུས་ཟེར་ན་འགྲོ་བོ་ཤེས་རབ་གྲགས་པ་སངས་ཀྱི་དུས་མ་རེད། དུས་བཞི་བྱེ་བ་ཟེར་དགོས་ནི་དེ་རེད་མ་གཏོགས་ཙི་ལུ་བན་ཆེན་མ་རེད་ཟེར་ན་རྣམ་པ་གཉིས་ཀྱི་བཞེད་ཚུལ་མི་མཐུན་པ་དེ་རེད། ད་འདི་ལོ་ལོ་རྒྱུས་ངོ་གདོང་ནས་བཤད་བཞག་ན་མི་གོ་རྒྱུ་མེད་ཀི་ཁོང་ནི་དུས་རབས་བཅུ་བའི་སྨད་དམ་བཅུ་གཅིག་གི་དུས་འགོ་ཙམ་དེར་རྒྱ་གར་ན་པཱ་ལགས་ནང་སེམས་མཛད།

པཱ་ལིའི་རིགས་གཅིག་གི་རྒྱལ་པོ་སྔར་རྒྱུད་བསྡོམས་པའི་སྤྱི་བཞེད་སོང་བ་ལ་དེའི་ནང་ནས། ཀོའུ་པཱ་ལ་ཟེར་གྱི། འདེ་བ་པཱ་ལ་ཟེར་གྱི། དཱརྨ་པཱ་ལ་ཟེར་གྱི། མ་ཧཱུ་པཱ་ལ། དེ་གི་མ་ཧཱ་པཱ་ལ། ནི་ར་པཱ་ལ། ར་མ་པཱ་ལ་ཟེར་གྱི་རྒྱལ་པོ་བདུན་བྱུང་ཟེར། ད་ཆོས་རྒྱལ། པཱ་ལ་བདུན་འདྲ་ཟེར་གི་པཱ་ལ་གསུམ་འདྲ་ཟེར་གི་པཱ་ལ་གསུམ་འདི་དུས་དང་བོ་མ་བོ་དུས་ཆོས་ཡིན་ཟེར་གི། ཀོའུ་པཱ་ལ་འདེ་བ་པཱ་ལ་དཱརྨ་པཱ་ལ་ཟེར་གི། ད་ཕར་ཆེར་དཱརྨ་པཱ་ལ་གི་དུས་སྐབས་ཟེར་བྱུང་འདུག་དབྱེ་ན་བསམ་གི། དེ་གི། ཨི་ཙུའི་ལོ་རྒྱུས་ཀི་ནང་ཡང།

དེའི་ལོ་ཙཱ་བ་གསུམ་པོ་ཟེར་དགོས་ནི་མ་རེད། འདི་རྒྱ་གར་གྱི་རྒྱལ་པོ་གི་མཚང་གི་ནང་པཱ་ལ་ཟེར་རྒྱུར་སིམ་ཟེར་བ་དག་གི་དེའི་རྗེས་སུ་བཞེས་ཏེ་ཆུ་མདོ་མགོ་ལྡེམ་ཆོས་འདི་དེའི་དུས་སྐབས་སུ་ག་དུ་ཟིན་ནི་རེད་ཡིན་རྒྱུའོ། རྒྱ་གར་ན་པཱ་ལ་ནང་གསུམ་གྱི་རྒྱལ་པོ་གྲགས་ཅན་སིམ་གཞོན་པའི་གསུམ་པ་དང་ཕར་ཆེས་དུས་མཉམ་པར་རྒྱ་གར་ཤར་ཕྱོགས་དེའི་བན་རྩ་གོ་ཏྲ་ཞེས་གྲགས་པའི་ཡུལ་དུ་ཡབ་ཡུམ་རྣམ་འགྱུར་བ་ཕོ་མོ་གཉིས་ཀྱི་སྲས་སུ་སྐུ་འཁྲུངས་ཆུང་ངུའི་དུས་ནས་རྒྱལ་པོའི་གཏམ་པཱ་ལ་རབ་ཏུ་བྱུང་སྟེ་མཚན་ལ་ཙི་ལི་ཞེས་གསོལ། ད་ཙི། ཙི། ཙི་ལི་ཟེར་གི་དགེ་བཤེས་ཟེར་བའི་དོན་དང་ཡག་ཤོས་ན་ན་དོན་དག་ན་དེ་མི་ཟིན་ག་རེ། ཙི་ལི་ཙི་ཀུན་ནོ་ཨ་ཚོས་དགེ་བསྙེམས་ཡོད་ག་ཡེ་ཧོ་གཟུགས་ཡེ་དཔག་ན་ན་དེ་མིག་དོན་དག་ཡིན་སོ་ཤི་ཚུལ་དེར་ནོ་སེམས་དང་རིག་གནས་ཆེན་པོ་ལྔ་སོགས་ལ་ཁེལ་ཡོད་རེད་ཀྱང་ད་མདོ་སྡེའི་སྡེ་ནོ་དང་འདི་རིགས་སྡེ་ནོ་དངོས་པོའི་སྡེ་ནོ་ལ་ཁེལ་ཡོད་རེད་ཀྱང་ཞང་ཡིག་ཙི་ལི་པཎ་ཆེན་དེ་དྲག་ད་རིག་གནས་ཆེ་ཆུང་སྤྱི་ལ་མཁས་ན་པཎ་ཆེན་ཟེར་དགོས་གམ། དཔལ་ནཱ་ལེནྡྲ་དང་ཀྲི་ཀ་མ་ལ་ཤཱི་ལའི་གཙུག་ལག་ཁང་ད་དཔལ་ནཱ་ལེནྡྲ་གི་ལོ་རྒྱུས་ཁྱེད་རྣམས་པ་ངི་ན་ཅོའི་ཆོས་འབྱུང་ལོ་རྒྱུས་སྟེང་ནང་ཡུལ་ཆོས་འབྱུང་གི་སྤྱི་བཤད་ཀི་ཀ་བ་མང་བོ་བཞུགས་ནོ་དེར་ད་ནཱ་ལེནྡྲ་ར་ཟེར་གི་ནཱ་ལེནྡྲ། ཏཱ་ར་ཟེར་གི་ནཱ་ལེནྜ་ཏྲ་ཏ། ཅིག། འདི། ཡི་གེ་འབྲི་སྟངས་རྣམ་པ་སྣ་ཚོགས་ཀྱི་དེར། ངི་ནག་གནའ་བོའི་གི་ནང་བའི་དགོན་པའང་གཙུག་ལག་ཁང་སློབ་གཉེར་ཆེན་མོ་ཁར་ནཱ་ལེནྜ་ཏྲ་ཟེར་དགོན་གང་དུ་ཆགས་པའི་རྨིད་ཅིག་མྱང་རེད། ཞེས་ཚགས་རྨིད་ཅིག་མང་ལྟར་དགོན་པ་ལ་ཐོག་མེད་རེད་དེ་མིན་གསུང་དགོས་དམ་ལྷ་འདིས་ནཱ་ལེནྜ་ཏྲ་གི་ལོ་རྒྱུས་ངི་ནག་མི་ང་ཤ་ད་ཤར་ཡུལ་བར་སྐུ་འཁྲུངས་ས་དང་སྐུ་མྱ་ངན་ལས་འདས་སའང་འདི་རེད། བར་སྐབས་སུ་ག་བྲམ་ཟེ་ར་ཏུ་སོགས་བྱུང་ཡང་སྟོང་སོང་ནས་རྗེས་སུ་ཤར་ཡུལ་བར་གི་མཆོད་རྟེན་ཡོད་ས་ལ་ཆོས་རྒྱལ་མྱ་ངན་མེད་སྐུ་ཏེ་མཆོད་པ་ར་དེ་ཚོ་རྒྱལ་སྤྱིར་བརྩིགས་ནས་ད་རྗེས་སུ། འདིའི་ནང་ཡི། གཙུག་ལག་ཁང་ཆེན་པོ་འདི། དེའི། ནང་ཡི་དབལ་ཁྲི་དང་ཆེན་པོ་ལྔ་བརྒྱ་ར་ལྷག་པར་བརྐུ། འདིའི། འདི་ཁྱད་པར་འཕགས་བསྟོད་དང་ལྷ་ལུས་ཕུར་ཆུང་ར་དེ་ཚོ་རྩོམ་མཁན་གྱི་སྤུན་མཆེད་གཉིས་ར་དེ་གི། དཔར་རྡུལ་འདིའི་དཔར་མགོན་ཐོག་པ་ཀླུ་སྒྲུབ་ར་དེ་ཚོ་གི་ད་གཅོང་དཀར་ནང་ཡི་ད་དེའི་གཙུག་ལག་ཁང་ཆེན་པོ། ད་དཔར་ནཱ་ལེནྡྲ་ཟེར་བརྐུ་ནོ་དཔེ་རེད་འདིའི་ལོ་རྒྱུས་འདི་ངེད་ན་རྒྱུད་རེ་བཞུགས་ཡ་ད་བཤད་མི་དགོས་ནི་ཅི་ད་གི་ད་འབུ་བཀྲ་མ་ཤེ་ལ་ཟེར་འབུ་ཀྲ་མ་ཤེ་ལ་ཟེར་ནི་རེད་འབུ་ཀྲ་མ་ཤེ་ལ་ཟེར་སྐོར་ནོར་འདི་མཉམ་མེད་ཅོ་ཀྱི་བོད་ལ་གདན་དྲངས་པའི་ཁིར་ཚང་བཞུགས་ས་འོག་གཙུག་ལག་ཁང་རེད་ཡ། རྒྱ་གར་གི་གཙུག་ལག་ཁང་ཐམས་ཅད་ཀྱི་ལྡེབས་ཉིག་འཛིན་མཁན་དེ་དག་འདི་གཙུག་ལག་ཁང་བལྟས་ན་ཆེས་མཁས་པའི་མཁས་པའི་ཡང་རྩེ་དེ་ཕྱི་ཧ་ད་ལྡེབས་ཉིག་ཡོད་ནི་རེད་ཡ། འདི་གི་མཉམ་མེད་ཅོ་ཀྱི་ཟེར་ནི་འདི་ན་ད་འབུ་ཀྲ་མ་ཤེ་ལ་གཙུག་ལག་ཁང་གི་ལྡེབས་ཉིག་ཁ་ཚོང་ཁིར་ཚང་གི་ཕྱི་ཧ་ཡོད་ནི་རེད་ཡ། ད་སྒོག་གཉེར་ཨེ་རེད་ཟེར་ན་རེད། སྒོག་གཉེར་རེད་ར་སྒོག་གཉེར་ཡིན་ནམ་མཐོང་ཆུང་ཡིན་ས་གི་སྒོག་གཉེར་དེ་ཡིན་ནི་མ་རེད་ད། འོ་ད་གང་ལྟར་ཀྱང་དེ་རེད་འབུ་ཕྲ་མ་ཞེ་ལ་ཟེར་དགོས་ནོ་འདི། འང་དེ་འབུ་ཕྲ་མ་ཞེ་ལ་འཛིན་ན་བོད་སྐད་དང་བརྗེས་ན་ཚུལ་ཁྲིམས་སྤྲིན་གྱི་བསྡམས་པའི་དགོན་པ་དེ་འཛིན་ཚུལ་ཁྲིམས་ཀྱི་སྤྲིན་གྱི་འཕྲོ་གི་ས་གི་དགོན་པ། སྤུའི་སྤྲིན་དེ་ལས་ཡོད་གི་ཟེར་རྗེས་བཟོ་ག་དེའི་རྒྱུན་གཙང་གི་ཚུལ་ཁྲིམས་ཀྱི་གྲིབ་སོང་ཐག་གི་འདུག་ས་གི་དགོན་པ་ཡིན་ནི་ཡང་འབུ་ཕྲ་མ་ཞེ་ལའི་གཙུག་ལག་ཁང་འཛིན་ནི། འདི་རྒྱ་གར་གྱི་ཆོས་འགང་གིས་བསྣེབས་ན་ཆོས་ཉིད་ངན་ན་ཉི་མའི་ཇོ་བོ་རྗེ་དང་དག། འདིས་ཤཱན་ཏི་བ་བན་ཏི་དང་ཤཱན་ཏི་བ་ལ་སོགས་པ་དང་བན་ཏི་དང་མི་ངོ་ཞིག་ཟ་བའི་གནས་དེ་ལྟ་བུ་ཟི་རི་ཨ་འདིའི་ལོ་རྒྱུས་ར་ཏི་སོ་ཡིན་ན་མང་བོ་ཡོད་ཀི་ར་ཏི་རི་ཨ་གང་ལྟར་ཀྱང་ལོ་རྒྱུས་རྗེ་རུ་བྱ་མི་དགོས་བས་ཚུལ་ཁྲིམས་དྲི་ངད་ལྡན་པའི་དགོན་པ་ཟེར་གི་ནི་ཏི་རི་དག་གནོད་པ་མེད་པའི་རིན་ཆེན་རི་བོ་སོགས་སུ་བཞུགས་ཏེ་སྐབས་དེའི་རྒྱ་གར་ཤར་ནུབ་ན་བཞུགས་པའི་གསང་སྔགས་ཀྱི་ཆོས་སྐོར་མ་ལུས་རགས་ཟིན་ཞིང་ད་གསལ་བན་ཆེན་གྱི་ཐོག་མ་གསང་སྔགས་ཀྱི་སྐོར་ལ་གསུང་རབ་མང་བར་གཟིགས་རྟོག་གི་གནང་ཚེ་སྤྱིར་སྙིགས་དུས་ཀྱི་ཚེ་ཐུང་གཅིག་ལ་སངས་རྒྱས་ཀྱི་གོ་འཕང་མངོན་དུ་མཛད་དགོས་ན་གསང་སྔགས་རྡོ་རྗེའི་ཐེག་པ་ལ་ཐེག་འགོ་བོད་དུ་རེད་མོད། ད་ཅིའུ་སྐལ་ལྕིན་གྲངས་མེད་གསུམ་དུ་ཚོགས་བསགས་ཏེ་མཐར་མངོན་པར་རྫོགས་པ་སངས་རྒྱས་མི་དགོས་འདོད་ལུགས་ལ་མ་རེད་ད་སྔགས་ལམ་ལ་གཞིགས་ན། འདི། དེ། ཚེ་གཅིག་ལ་ཟུང་འཇུག་གི་གོ་འཕང་མངོན་དུ་བྱེད་ཐབས་ཀྱི་ཟུར་བཀོད་དགོས། ད་ཆ་རྒྱུད་དང་ཆོས་ཀྱི་རྣམ་འགྱུར་རྒྱུད་ལྟ་བས་ན་རྡོ་རྗེ། འཆི་མེད་ཚེ་ཡི་དངོས་གྲུབ་གཉིས་ལྡན་ལོ་བརྒྱ་སྟོང་ཁྲི་འབུམ་ལ་གཞིགས་ཡུལ་དག་དུས་ཚེ་གཅིག་ལ་ཟུང་འཇུག་གི་གོ་འཕང་མངོན་དུ་བྱེད་ཐུབ། ད་སྔགས་བླ་མེད་ལ་གཞིགས་ན་སྙིགས་དུས་ཀྱི་ཚེ་སྟོང་གཅིག་ལ་ད་སངས་རྒྱས་ཀྱི་གོ་འཕང་མངོན་དུ་བྱེད་ཐུབ་ཀྱི་ཨུ་ཏི་ཛི་ཡུལ་དག་དུས་ལ་གསང་སྔགས་རྡོ་རྗེའི་ཐེག་པ་ཁྱད་པར་བ་རེད་ཟེར་དགོས་མི་འདུག་སངས་རྒྱས་ཀྱི་གོ་འཕང་མངོན་དུ་མཛད་དགོས་ན་གསང་སྔགས་རྡོ་རྗེའི་ཐེག་པར་བརྟེན་དགོས་ཤིང་ཁྱད་པར་དུ་བྱང་ཆུབ་སེམས་དཔའི་འབྲས་བུའི་གསང་སྔགས་ཀྱི་ཆོས་སྐུ་གཅིག་ལ་བརྟེན་དགོས་རན་འདུག། ད་བྱང་ཆུབ་སེམས་དཔའ་འདྲི་བ་ཛི་དེ་ད་ཆུ་སྐྱེར་ཟླ་བ་བཟང་བོ་ཟེར་གོ་མེད་རེད་ཆུ་སྐྱེར་ཟླ་བ་བཟང་བོ་བྱང་ཆུབ་སེམས་དཔའ་བས་དཀྲི་ལགས་ཟེར་ཨ། སངས་རྒྱས་བཅོམ་ལྡན་འདས་ཀྱི་དུས་འཁོར་གསར་བརྗེ་དག་གསུངས་བཞག་ནོ་སྟབས་བྱང་ཆུབ་སེམས་དཔའ་ཟླ་བ་བཟང་བོ་གི་འདྲིར་གནང་བཞག་ནོ་སྟབས་ར་ད་གི་ད་རིགས་ལྡན་འཇའ་ཧོར་གྲགས་པ་གི་དུས་འཁོར་བདུད་བརྒྱུད་གསུངས་བཞག་ནོ་རིགས་ལྡན་བར་མ་དཀར་བོ་གི་འདྲིར་སྤྱན་སྤྲིན་མེའོ་གསུངས་བཞག་དེ་ལྟ་བུའི་གཞུང་སྟབས་བྱང་ཆུབ་སེམས་དཔའ་ཚོ་གསུངས་བཞག་ནོ་དེ་ལྟ་བུ་ཟི་ད་སྦྱང་རྒྱུ་ཡིན་ན་ད་སྙིགས་དུས་ཀྱི་ཚེ་ཐུང་ཞིག་ལ་ཀུན་སྤངས་སངས་རྒྱས་ཀྱི་དགོན་པ་མངོན་དུ་བྱེད་ཐབས་ཀྱི་དུ་བསམ་ནས་དེས་ན། རང་ཅག་རང་ཅག་ཚང་མ་ཁྱེད་རྣམ་པ་མཚོན་བྱེད་ན་པར་དུས་ཀྱི་འཁོར་ལོ་ཆེད་དུ་སྦྲེལ་བ་མཉམ་བཞེས་དགོས་ནི་རམ། ད་འདི་ཚོ་གི་སྟེང་ནས་དུས་དེ་དག་འོ་ད་གཟུངས་གཅིག་གི་སྐུ་འཕང་སྐུ་ཚེ་ཅིག་གཟུངས་གཅིག་གི་སྐུ་འཕང་མངོན་དུ་བྱེད་དགོས་ན་ད་གསང་སྔགས་རྡོ་རྗེ་ཐེག་པ་དེའི་ནང་ནས་ད་པར་དུས་ཀྱི་འཁོར་ལོ་ལ་བརྟེན་དགོས་ཚུལ་བསམ་འཆར་པོ་བྱས་ནི་རེད། དེ་ནི་བྱང་ཕྱོགས་བྱམས་པ་ལས་ཡོད་ན་སྤྲུལ་རིགས་རྒྱལ་རོ་གཅིག་གི་སྟོན་པ་ཡོད་ཅེས་གཟིགས་པ་དང་དེ་མིག་དཔེ་ཆ་ཟིག་ཟིག་ཟིག་གིས་ཡིད་དམ་གྱི་ལྷས་བྱང་རླུང་བསྟན་པས་རྒྱ་མཚོར་ནོར་བུ་ལེན་དུ་འགྲོ་བའི་ཚོང་བ་རྣམས་དང་འགྲོགས་ནས། རྒྱ་མཚོ་ཆེན་པོ་བདེ་བླག་ཏུ་སྒར་གྱིས། དེ་ཁོངས་གཅིག་བུའི་ཤམྦྷ་ལའི་བླ་མིག་བཟུང་སྟེ་བྱང་ཕྱོགས་ཀྱི་རི་བོ་ཆེན་པོ་ཞིག་གི་སྟེང་དུ་འཛེགས་པ་ན་མི་ཞིག་དང་ཁྲིད་ལ་བྱང་ཤམྦྷ་ལའི་བླ་མིག་ཟེར་གྱི་དེ་མིན་རྒྱ་གཞུང་ལོག་གཞུང་གི་ནང་མ་ཡོད་གི་མོད་དེ་རེད། ཁོངས་གཅིག་བུའི་ཤམྦྷ་ལའི་བླ་མིག་བཟུང་སྟེ་བྱང་ཕྱོགས་ཀྱི་རི་བོ་ཆེན་པོ་ཞིག་གི་སྟེང་དུ་འཛེགས་པ་ན་མི་ཞིག་དང་ཁྲིད། དེའི་རྒྱུ་མཚན་ཅིའི་ཕྱིར་དེར་ཡུལ་གང་ཞིག་ཏུ་འགྲོ་རེ་དྲིས་པས་ད་ཁྱེད་ཀྱིས་གང་ཞིག་བཀོད། ཁོང་ལ་ཐུགས་དགོངས་ཅི་ལེན་ཐུབ་ཚེ་ད་བྱང་ཕྱོགས་ཤམྦྷ་ལའི་ནི་དུས་འཁོར་གྱི་རྒྱུད་ལས་འགུལ་འབྱུང་གི་ཡོད་ཟེར་ཏེ་མི་དེས་ཤམྦྷ་ལ་ལ་ཡི་རྟགས་རང་བཞིན་སྤྱན་ཟིན་གྱིས་འཇུག་པ་ཆེད་ཟེར་སོང། མང་དུ་བསྙད་པར་མང་བོ་བྱས། དམིགས་ཡུལ་མ་འགྲུབ་པར་དུ་ཚེ་སྲོག་འདོར་དགོས་ཀྱང་འགྲོ་རྒྱུ་ཡིན་ཟེར་གྱིས་ལན་བཏབ། ད་ལྟ་རི་མོ་ངང་གིས་རྒྱལ་སྲིད་བྱང་ཆུབ་སེམས་དཔའ་སོགས་ཀྱི། དམ་པ་ཆོས་ཀྱི་ཆེད་དུ་འཆི་བ་ཤོག་ཨ་ནར་མི་དོར་གི། མ་བཅོས་རྟེན་འབྲེལ་བསྟོད་པ་བས་ནང་རྗེ་རིན་པོ་ཆེ་གི་དེ་མི་གསུང་བ་དང། བརྟེན་ནས་འབྱུང་བའི་དེ་ཉིད་གསལ་མཛད་པ་ཐུབ་པའི་ལུགས་བཟང་སྐྱེ་བ་ཐམས་ཅད་དུ་ལུས་དང་སྲོག་ཀྱང་བཏང་ནས་འཛིན་པ་ལ་སྐད་ཅིག་ཙམ་ཡང་ལྷོད་པར་མ་བྱེད་ཅིག་གསུང་གི་འདུག་ད་སང་ཉིན་དམ་པ་ཆོས་ཀྱི་ཆེད་དུ་ཚེ་སྲོག་འདོར་དགོས་ན་ར་ཁོང་གིས་འདོར་རྒྱུ་ཡིན་གསུང་གི་འདི་ནི། དེ་ནི། ཐུགས་རྗེའི། མི་སྟེ་ཐུགས་རྗེས་ནི་ཁྱོད་ཀྱིས་འདོད་པའི་ཆོས་དེ་འདི་ག་རང་དུ་བསམ་གྱི་འོ་ཛི་ལི་བན་ཅིན་གྱིས་ཀྱང་འཇག་པར་གྱིས་དྲིལ་བར་འོ་དེ་འདི་ཕྱག་རྡོར་མ་ཟིན་འཇག་པར་འཇག་པར་གྱིས་དྲིལ་བར་ངོས་ཟིན་ཏེ། ཕྱག་མཚལ་མ་འདྲེར་པར་གསོལ་བ་བཏབ་པར་སྤྲུལ་པའི་མི་དེས་དབང་བརྒྱུད་འབྲེལ་མ་འགགས་མཐའ་དག་གནང་ནས་ཛི་ལི་བན་ཅིན་གྱིས་ཁྱི་བུམ་པ་གཅིག་ནས་གཅིག་ལ་བྱོལ་བ་ལྟར་ཐུགས་སུ་ཆུད་ཅིང་ཁྱད་པར་དུ་སེམས་འགྲེལ་སྐོར་གསུམ་ལ་མངའ་བརྙེས་པར་གྱུར། ད་སེམས་འགྲེལ་སྐོར་གསུམ་འདི་ནི་དུས་འཁོར་གྱི། དུས་འཁོར་དང་འབྲེལ་བ་ཡོད་པའི་གཞུང་ཆེན་མོ་གསུམ་ལས་ད་ངས་འདིའི་ནང་བྲིས་ཆོག། སེམས་འགྲེལ་སྐོར་གསུམ་ནི་རྒྱལ་སྲས་ཕྱག་ན་རྡོ་རྗེས་མཛད་པའི་ལྡེ་མཆོག་བསྡུས་པ་ལེའུ་ལྔ་ལྔ་བཅུ་ཡོད་པའི་ལེའུ་དང་བོ་དུས་འཁོར་ལུགས་སུ་འགྲེལ་བ་ཡིན། ཇོ་བོ་དུ་ལྡེ་མཆོག་གི་རྗེ་བཙུན་རེ་ར་འདིའི་ནང་གི་ལེའུ་དང་བོ་དུ་དུས་འཁོར་གྱི་ལུགས་ལྟར་དུ་འགྲེལ་བཞིན་པ་ནི་དེ་མིན་ཏེ་མྱང་བྱ་རྡོར་སྟོན་འགྲེལ་ཟེར། དང་འདི་སོགས་ཀྱི་སྣང་བཟའ་ཡིན་རྒྱུ། དེ་གའི་རྒྱལ་སྲས་སྙིང་བོའི་མཛད་པའི་གཅེར་བསྡུར། རྩ་རྒྱུད་ཡིན་རྒྱུ་གཅེར་བསྡུར་གྱི་རྩ་རྒྱུད་རྟགས་གཉིས་རེད། དེ་ཡང་དུས་འཁོར་གྱི་ལུགས་ལྟར་དུ་འགྲེལ་བྱུང་ནས་དེའི་ནང་རྡོ་རྗེ་སྙིང་འགྲེལ་བཙལ་ནས། དག་ཕྱག་བསྡུར་སྟོད་འགྲེལ་རྡོ་རྗེ་སྙིང་འགྲེལ། དེ་ནས་རིགས་ལྡན་པདྨ་ཀ་རུའི་མཛད་པའི་དུས་འཁོར་རྡོ་རྗེ་ཆེན་པོའི་བ་འབྲི་ཆེན་དྲི་མེད་ཡོངས་དག་གཏམ་གང་ནས་ཅིག་བྱ་ནོ་དེར། འགའ་རེས་ཁོང་གི་དབྱིབས་རྣམ་འགྱུར་བ་དེ་རྫུན་ཁྲིད་ཀྱིས་དངོས་སུ་བཤམས་པ་ལ་ཁྲིད་དེ་དུས་འཁོར་གྱི་རྒྱུད་ལ་བཞེངས་ཤིང། རྩ་རྒྱུད་སྟོང་ཕྲག་བཅུ་གཉིས་པ་ཐིག་འཛིན་གནང་སྟེ་ཕྱི་རྒྱལ་ཁག་ཏུ་ཕེབས་པར་ཡང་བཤད། ཁོང་གི་ཐུགས་རེ་ཡོངས་སུ་འགྲུབ་སྟེ་ད་གང་ལྟར་ཀྱང་དེ་ཡིས་བདག་གི་སྤྲུལ་པའི་རྣམ་འགྱུར་བ་ཆེན་པོ་ཞིག་གི་མདུན་ནས་དུས་འཁོར་དེ་སེམས་འགྲེལ་སྐོར་གསུམ་ར་ཐུག་སོགས་དུས་འཁོར་གྱི་རྒྱུད་ཆ་ཚང་ཁེར་གསུམ་གདམས་ངག་ཏུ་ཐོས་པས་ཕྱིར་རྒྱལ་ཁའི་འཕགས་པའི་ཡུལ་དུ་ཕེབས་ཏེ་རྣམ་འགྱུར་བ་འཕར་བ་ཞིག་དང་ཡེ་ཤེས་འབྱུང་གནས་སྦས་པ་ཞིག་ཡི་གྲུབ་ཐོབ་ཅིག། དེ་ནས་འབུམ་ཕྲག་ཨ་ཙར་ཡ་བཞི་བ་གསུམ་ལ་བརྒྱུད་དེ་ཡོངས་རྫོགས་གནང། དེ་དག་གིས་རྒྱུད་འགྲེལ་མཐའ་དག་ལ་མཐའ་དག་ཀློག་མ་དཀྲིས་ཏེ་བསྡུས། དེང་ཙི་ལི་ཝན་ཆིན་གྱིས་དུས་འཁོར་གྱི་སྦྱིན་བདག་གཙོ་བོར་དུས་བཞི་པ་ཆེས་ཆེ་བར་བལྟ་ཅིང་ད་དུས་བཞི་པར་ཆེ་བ་གི་ལོ་རྒྱུས་མར་སྣང་བ་ཡོད། འདི་ཕྱིས་ད་ལྟ་བྱ་གི་ཡོད་ནོར་འདི་ར་ལུག་གཟིར་གི་ནོར་དེ་རེད་འགྲོ་ལུག་གི་དབང་དུ་བྱས་ན་ཙི་ལི་ཝན་ཆིན་གི་བྱང་ཕྱོགས་ཤན་པ་ལའི་ཆེ་རུང་ནི་མ་རེད་དུས་བཞི་པ་ཆེ་བ་གི་ཆེ་རུང་ནི་རེད་གསུང་གི་འདུག་ད་ར་འདི་ར་ཆོས་རབ་གསང་གི་ད་ཟི་ལི་ཝན་ཆིང་གི་བྱང་ཕྱོགས་བྱམས་པ་ལས་ནས་བླངས་ཡོད་ད་དུས་ད་གཙོ་བོ་དུས་བཞི་པ་ཆེ་བ་ལ་གནང་ནི་རེད་ཨེ་ཐུག་སོང་གོ་འདི་གཉིས་ཀ་བཞི་པ་མི་མཐུན་པ་དེ་ན་ཡོད་ན་དུས་བཞི་ཆེ་བ་གི་ལོ་རྒྱུས་གཅིག་མར་དང་ནས་བཤད་ཨང་དེ་རེད་ཡ་ད་དུས་བཞི་ཆེ་བར་བལྟས་ཀྱང་གཞུང་འགའ་རེས་སྒྲོལ་མའི་གཞིར་གཟིགས་ཤིང་ལུང་བསྟན་པ་དག་དངོས་སུ་བཤན་པ་ལ་ཕེབས་ཏེ་རྒྱུ་བསན་ཞེས་ཟེར་ད་དུས་བཞི་ཆེ་བ་ཁར་སང་ཕེབས་ནོ་དུ་ཟེར་གོ་ཁོང་གིས་རྒྱལ་སྤྱིར་བཤད་པའི་རིམ་བཞིན་དུས་བཞི་བྱུང་བ

འདི་འདི་བྷར་ནཱ་ལིན་ཏྲ་ནི་བན་ཏྲི་ཏཱ་ལྔ་བརྒྱ་དང་འབེལ་གཏུམ་བྱས་ཡོད་ད་དེ་དེ་དག་དང་བན་ཏྲི་ཏཱ་ལྔ་བརྒྱ་སོགས་རིགས་པའི་གཟི་བརྗིད་ནང་བྱང་ནས་ད་གི་ངག་དབང་གྲགས་པ་དང་ཤེས་རབ་འབྱུང་གནས་མ་ནི་བ་ཐམས་ཅད་ཀྱིས་ཞབས་ལ་གཏུགས་ཡོད་ཐམས་ཅད་ཀྱིས་འདི་ཚང་གི་ཞབས་ལ་གཏུགས་ཡོད་ད་དེ་ཆོས་འདིའི་ས་སྟེང་ཐམས་ཅད་ཁྱད་པར་མཛད་དུ་སོང་བ་ནི་ར་དུས་འཁོར་གྱི་རྒྱུད་ཀྱི་ས་སྟེང་ཐམས་ཅད་ཁྱད་པར་མཛད་པ་ལྟ་བུ་དེ་ལྟ་བུ་གི་དབྱེ་མཚན་གྱི་ད་སྤྲུལ་བའི་རྣམ་འགྱུར་བ་ཆེན་པོ་དེ་མིན་ཟེར་རེད་ད་འདིའི་སྐབས་ཀྱི་དུས་བཞི་བྱུང་བ་ཟེར་དགོས་ནི་དེ་དག་ད་མ་མཛད་ཕྱིར་རོ་ད་འདི་རྒྱ་གར་གྱི་དུས་འཁོར་གྱི་རྒྱུད་རིམ་རེད

རྒྱུན་འཛིན་པ་ནི་བརྟུལ་ཞུགས་ཆེ་ཆུང་དང། མ་འཛི་བཀུར་སྟི་དང་དེའི་བར་བོ་ཡི་རང་དུ་སྐུ་འཁྲུངས་ཡིན་བན་ཏྲི་ཏཱ་ས་མིན་ཏཱ་ཤི་རགས་སྦལ་ཏྲ་ལ་བརྒྱུད་དེ་བར་བོ་དང་བོད་ཀྱི་ལྗོངས་སུ་དར་བར་གསུངས་སོ། ད་བན་ཏྲི་ཏཱ་ས་མིན་ཏཱ་ཤི་རགས་སྦལ་ཏྲ་འདི་ད་བོད་ལ་བོད་ཀྱི་དུས་འཁོར་གྱི་བརྒྱུད་པ་ལ་འབྲེལ་བ་ཡོད་འདུག་དེས་ན་ད་དེ་རིང་བྱང་ཕྱོགས་བྱམས་པ་ལའི་ཡུལ་དུ་ཆོས་རྒྱལ་བདུན་དང་རིགས་བདུན་ཉེར་ལྔ་གི་དཔར་བཏུལ་ཆས་འཁོད་ལུགས་འདི་ཆོས་འདི་དེའི་དར་སྤེལ་གནང་ཚུལ་འདྲ། དེ་ནས་བོད་འདི་རྒྱ་གར་འཕགས་པའི་ཡུལ་དུ། ལྟར་རྩིར་ལ་ར་ལུགས་དང་འགྲོ་ལུགས་གཉིས་ཡོད་པའི་ནང་གི་ར་ཆེ་རུབ་ཀྱི་ལུགས་ལ་རྩི་ལུགས་བན་ཆེན་གྱི་སྐུ་དྲིན་ལ་བརྟེན་ཏེ་བྱང་ཕྱོགས་བྱམས་པ་ལ་ཡུར་ནས་རྒྱ་གར་འཕགས་པའི་ཡུལ་དུ་སྤར་དུས་དཀྱིལ་འཁོར་ལུགས་བརྒྱུད་པ་འདི་སྤྱིར་ཐུར་བྱུང་ཚུལ་རུ་ཟེར་བའི་འོག་ད་དུས་ཚོགས་ཀྱི་དབང་གིས་དེ་རང་ལས་མི་འཛིན་ཀྱི་ཕྱོགས་ནས་ཡིན་ཆོག་ཡང།